དགེ་བཤེས་ལྷ་རོང་པ་གོ་བློ་བཟང་ཕན་བདེ་ལགས། དཔའ་བརྟན་ཚོགས་གཙོ་མཆོག་ཕྱི་དྲིལ་ལས་ཁང་གི་ལས་དོན་ཤེས་ཡོན་དང་འབྲེལ་བའི་ཐོག་ནས་བསམ་ཚུལ་བརྗོད་ཡོད། ཐོག་མ་དེ་ལ་ཡ། དཔའ་བརྟན་བཀའ་བློན་དང་དྲུང་ཆེ་གཙོས་པའི་ལས་བྱེད་རྣམ་པ་ལ་ཡ། ཡི་རང་བསྔགས་བརྗོད་བྱས་ཏེ་ཁ་ཚོན་ལས་དོན་གོ་དེ་འཐུས་པ་གནང་རོགས་གནང་ཞུ་ཡ་དང། གཉིས་པ་དེ་ངེད་ཀྱིས་ཞུ་ཡ་དེ། ད་རིང་ཁ་གསལ་ཟིན་ཡིན་རྩ་ཡིག་ཁ་ཚོན་ཞུ་ཟིན་པ་ཅིག་ཡིན། རྩ་ཡིག་ང་རང་གི་ངོས་ལ་ཡ་ང་རང་ཚོས་ཀྱི་བཙན་བྱོལ་ཤུགས་ཚུགས་ནང་ལོགས་ལ་ཡ་བོད་དོན་ཞུ་ཐུབ་བྱེད་ངེས་གང་ག་ལ་ཅིག་སྔ་བརྗོད་ཞུ་དེ་ངེས་ཅན་དང་ལྷག་པར་དུ་ཡ་ལྟ་གྲུབ་ལངས་ཤུགས་བརྟན་པོ་བོད་དོན་གྱི་ཐོག་ལ་ལས་འགུལ་སྤེལ་ངེས་སེམས་ཁྲལ་ཅིག་ཡིན་པ་ཡིན་ན་དེ་ལ་ང་རང་གི་སེམས་ཐག་ཉེ་ས་རང་ལ་ཡ་རྒན་པ་ཡིན་ན་གུས་བརྩི་དང་གཞོན་པ་ཡིན་ན་ཅོལ་ཆུང་ལྟ་བུ་གྱི་འདུ་ཤེས་འཛིན་དུ་དགོས་ཡོད་དེ་ལ་ང་དམིགས་བསལ་གང་ཡང། དེ་སྐོར་ལ་ཡང་རྣག་ཐུག་ཁུག་ངེས་ཀྱི་མི་ཡིན་པ་ཡིན་ན་ཡང་ངས་ཁ་ཚང་དེ་ཁ་གསལ་རེ་བཏང་ཡག་དེ་ད་རིང་དེ་ལས་ལན་གྱི་ཆེད་དུ་མེད། ད་རིང། རོལ་རྩང་སྤྱི་དང་ནི་མཐའ་མ་ལས་སྡོང་གྲོས་ཚོགས་ཞི་འདྲ་དགོས་པ་ཡིན་དུས་ཁོས་དུས་དུས་ནི་ལས་སྡོང་དུ་བཅོས་པ་འདྲ་ནི་ཤོག་གུ་དགོས་ན་ཞུ་ཡག་ཡིན་ངས་ད་རིང་སྤུ་ཚོན་གཅིག་དེ་ད་ལྟ་ཁ་ཚང་ཐོས་ཚོད་སྤྲད་སའི་ནང་ལོགས་ལ་བོད་བསྟན་དང་བླངས་ཞུ་ཐུག་ནང་ལོགས་རྒྱ་གར་ནང་ལོགས་ལ་མི་བརྒྱ་དང་དྲུག་ཅུ་རེ་ཟུང་ཡོད། དེ་ནང་ལོགས་ལ་ཡང། ལྷོ་དང་གཞོང་གཉིས་བཟོས་ནས་འབྲེལ་མཐུན་པ་གཉིས་བསྐོ་བཞག་བྱས་ཡོད་རེད། ལྷོ་ཤུགས་འབྲེལ་མཐུན་པ་གཅིག་ཡོད་རེད་གཞོང་ཤུགས་འབྲེལ་མཐུན་པ་གཅིག་ཡོད་རེད། གཞོང་ཤུགས་འབྲེལ་མཐུན་པ་དེའི་རྣམ་པ་ཚོ་གང་གཱའི་ཆེན་དུ་ཡོད་ཀྱི་རེད་དྲ་རྒྱ་ཁག་ལས་ཞལ་ལས་ག་རེ་འདུག་ག་རེ་བྱེད་དགོས་འདུག་གཞོང་ཤུགས་ཀྱི་འབྲེལ་མཐུན་པ་དེ་ལས་ལྷ་རུང་ཟེར་དེ་ཕོ་རྒོད་དེ་རེད། ཁོང་གིས་དེ་སྔོན་ནས་ལོ་གཉིས་གཟིགས་ཆེན་གྱི་ནོར་ལོག་ནང་ནས་ཁུལ་གྱི་ཞལ་ལས་འདྲ་བོ་དེ་བཙོན་བྱོལ་ནོར་ལོག་ལ་དམངས་ཚུགས་དང་འོས་ངོ་ལེགས་དང་ལྷག་པར་དུ་ཆོས་རྒྱུན་ཞུ་མཐུན་མེད་པར་ཟད་དུ་འཁུལ་དགོས་དོན་གཙོ་བོ་དེ་རེད། དཔལ་ལྡན་སྲིད་སྐྱོང་བརྩེ་བའི་བཙོན་འཇུག་ནོར་ལུག་གནད་ཡོད་མི་སྣ་དང་རྒན་པ་དང་ཕྱག་ཚོང་ལས་ཡག་ཁ་ལོ་ཆོས་རྒྱུན་ཞུ་མཐུན་དགོས་དགོས་མི་འདུག་ཟེར་གི་དོན་ཡག་གི་ཆེད་དུ་ཡོད་དགུ་ཚུར་སྒྲུག་བྱས་ནས་འཇོག་གི་ཡོད། ཉེ་ཆར་ང་ཚོ་ལས་དོན་གྲོས་ཚོགས་ཕྱི་ཟླ་གསུམ་པའི་སྟ་རིས་བཅུ་གསུམ་ཚུགས་ཡོད་དགོངས་དག་དེ་ཡང། ཚུགས་པའི་སྐབས་ལས་ཡག་དགོངས་དག་ཁོང་དང་ཕ་ཡིས་བྱས་པ། གདོད་མའི་ཤུལ་གཟིགས་ཤར་ཤུགས་ཁོ་ཐག་ཏུ་བཙུད་རྩོད་པའི་སྙང་སྡུག་དྲ་རྒྱ་ཁ་ལས་ཡར་ཆོད་རྒྱུའི་ཤུགས་རྐྱེན་མི་དགོས་པའི་འགྲོ་གླིང་དེ་ལས་བྱེད་དུ་དགོས། སྤྱི་སྟོང་སྒེར་གྱི་རང་དབང་རེད་ཟེར་ནས་ལན་རྒྱོགས་ཆོག་གི་ཡོད། ཡིན་པ་ཡིན་ནའང་ཁོ་བོད་དོན་ཞུ་གཏུག། བོད་དོན་དང་བླངས་ཞུ་གཏུག་ཚན་པ་ནང་ལོགས་ལོས་ཡོད་པ་བྱས། གཉིས་པ་དེ་ཞང་ཞུང་གི་འབྲུ་མཐུན་པ་གཅིག་རེད། གཞན་གཅིག་ང་ལ་འབྲེལ་བ་ཡོད་ངེས་མི་མི་ཡོད་ཆོད་རྒྱུའི་ཤུགས་རྐྱེན་དགོས་ནུས་ཟ་ངེས་ཤེས་ཆེད་མི་མི་ཡོད་དུ་ཚུད་དགོས་ཡོད་འཚོ་བ་ཐུག་ནས་ཡི་གེ་ལས་དགོས་འདུག། ཁོང་གིས་ལས་གཞི་ག་འདྲ་སྤེལ་དགོས་རེད། ཁོ་མིང་གཉིས་རྒྱལ་པོ་འདོད་མཐུན་པའི་མིང་ཁོ་གཞན་ཆུ་ནང་ལུག་ལ་འཛུལ་ནས་རྒྱབ་ལ་ཡར་ཆུ་རྒྱུན་ཤུལ་མཐུན་དགོས་དགོས་མིན་པ་ང་ཚོའི་དམངས་གཙོའི་ཚད་ལྡན་མ་ཡིན་པ་དེ་ལག་འདེམས་བྱེད་དགོས་ཡོད། དཔེར་ན། ངའི་རྣམ་པ་ཚོས་ལ་ཡར་རྒྱ་གར་ནང་ལུག་མི་བརྒྱ་དང་དྲུག་ཅུ་རེ་ཟུང་ཡོད་རེད་གཞན་གྱི་དོན་ཚོད་ལ་གང་ཡང་ཞུ་གི་མེད། བརྒྱ་དང་དྲུག་ཅུ་རེ་ཟུང་གི་ད་ལྟ་བར་དུ་ཡང་ང་རང་ཚོས་ཀྱིས་ཞུ་གཏུག་བྱེད་དགོས་ཡ་དེ་བོད་ནང་ལུག་བོད་མི་ཚོས་ལ་ཆོས་དད་སྐོར་ལ་ག་འདྲའི་སྡུག་སྐད་ཡིག་སྐོར་ལ་ག་འདྲའི་འདུག་རང་དབང་སྐོར་ལ་ག་འདྲའི་འདུག་འོ་དེ་ཚོའི་སྐོར་ལ་ཡང་དངོས་གནས་ཞུ་གཏུག་བྱས་ཐུབ་པ་ཡིན་ན་ཐུགས་རྗེ་ཆེ། དྲུག་ཅུ་རེ་ཟུང་ཉུང་མཐར་སྟོང་ཕྲག་ཁྲི་ཕྲག་དགོས་ཀྱི་ཡོད། དེ་མ་ཡིན་པའི་ཐོག་ནས་སྡེ་ཚན་གཅིག་གི་མི་སྣ་སྲུང་སྐྱོབ་བྱེད་ཡ་འདྲ་པོ་དེ་བྱས་ཐུབ་པ་ཡིན་ན་མང་མཐར་གཅིག་ཡིན་ན་ལ་མང་མཐར། དེ་བྱེད་དུས་གང་ལ་ངས་ད་རིང་དྲུག་རྒྱ་གར་ནོར་ལུག་དྲུག་ཅུ་རེ་ཟུང་ནང་ནས་ལྷ་རུང། ད་ལྟ་བཀའ་ཤག་གིས་ཡིན་པ་ནས་གསོ་སྐྱོང་ཞེ་བོ་བྱས་ཡོད། ད་རིང་གཞུང་ཞུགས་འབྲེལ་མཐུད་པ་མིང་ཐོ་ནས་ནི། ཡུ་རོབ་ལ་ཚོང་འདུས་ལ་ཡ་ཆེ་ལྔ་དང་ཁྲི་ཡོད། ཁོང་གིས་བཙན་བྱོལ་ནང་ལོག་ལུས་ཐབས་ཟད་དེ་འཚོ་བ་བཞག་ནས་བོད་དོན་ཐོག་ལ་ལས་འགུལ་གང་འདྲ་ཅིག་སྤེལ་པ་ཡིན་ན་ཡི་རང་བསྔགས་བརྗོད་ཡོད། ཐུགས་རྗེ་ཆེ་ཞུ་ཡ་ཡིན། མིང་དེ་འབྲེལ་མཐུད་པ་དང་བོད་དོན་དྭང་བླངས་ཞུ་ཐུབ་ཀྱི་མིང་དེ་གོ། བྱས་ཡ་དེས་བཙན་བྱོལ་ནང་ལོག་ལུས་ཅོལ་ཆུང་ཁ་ཤས་ཅིག་གིས་འཚོ་བ་དེ་རང་དྲ་རྒྱ་ཁག་ལས་བྱེད་དེ་ཡ་དེ། ངས་ད་རིང་དེ་དང་པོ་དེ་ཡ་མིན་པའི་གི་ཚོད་དུ་ཡ་འབད་ཁུལ་ཞུ་ས་དེ། དཔའ་གདེང་ཕྱི་དྲིལ་བཀའ་ལན་དང་ཕྱི་དྲིལ་དྲུང་ཆེ་རྣམ་པ་ཚོས་གི་མཁྱེན་དགོས་ཡོད་བས། མ་མཁྱེན་ན་དེ་འདྲའི་གི་མིང་བཏགས་ནས་ཤུགས་ཚུགས་ལ་བཏོན་པ་ཡིན་ན་ང་ཚོ་རྨ་ཁ་བཟོས་ཡ་མ་གཏོགས་བོད་དོན་ཞུ་གཏུག་ལ་ཕན་ཐོག་གོ་མི་འདུག་ལྷག་པར་དུ་ཡ་སོ་སོ་དང་འབྲེལ་བ་ཡོད་པའི་ཆ་ནས་རེད། བོད་མི་རིགས་ལ་ཤ་ཚ་དང་དང་བླངས་ནོར་ལུག་འཛུལ་ཞུགས་བྱེད་མཁན་གཞན་གྱི་གང་ག་ཡ་དགོངས་པ་བཞེས་རུང་ན། དེ་འདྲའི་སྟེགས་ཀྱིས་ང་ཚོ་ལ་ཕན་ཐོགས་ཡག་ལས་གནས་འགར་གདའ། ཁོང་གི་མིང་ལ་ཡང་ལྷ་རུང་རེད། ཞར་བཤད་དེ་སྤྱང་པ་རེད་འདུག་འོ་དེ་ངས་ད་རེས་འདི་ལས་ཡག་དགོངས་པ་ཞིག་ཡང་འཆད་དོ་ཡིན་ཨ་ནི་རྒྱ་དམར་ལས་དུང་དེ་བྱས་པ་དགོས་གི་ཡོད་ན། ཞེ་ད་གོ་པ་གྲོས་ཚུགས་དེ་ལས་དུང་གྲོས་ཚུགས་ཆགས་ཏེ་ཡོད། གཉིས་པ་དེ་ངས་ཁ་ཚང་འདི་ལ་ཞུ་དུས་གང་ལ་ཅིས་དེ་ཡང་ད་རེས་དགོངས་པ་ཞིག་ཡང་འཆོད་དོ་ཡིན་མིན་པས་བྱེད་དགོས་ན་ཞེ་ད་གོ་པ་ལ་བྱེད་གིན། གང་ཡིན་ཞེ་ན། ཕྱི་རྒྱལ་ཁག་ལ་ཡིན་པ་ཡིན་ནས། བལ་བསྟན་དང་ལོངས་ཞུ་གཏུགས་ཚན་པ་ལ་ཡོད་འཇོག། ཁག་གཅིག་རང་བཙན་བླ་སྤྲུལ་ཚོ་པ་ནོར་ལུག་ལ་ཨ་སྒོར་གླ་ཆ་ཆེན་པོ་ཟ་ནས་ལས་དོན་བྱེད་ངེས། ད་ལྟ་འདི་ནོར་ལུག་ལ་ཡང་བལ་བསྟན་དང་ལོངས་ཞུ་ཐུག་ལ་ཡོད་ལ། བོད་བསྟན་གྱི་ཆེད་དོར་ཨ་སྒོར་གླ་ཆ་ཆེན་པོ་ཟ་གི་ཟ་གི་འདི་ལ་བལ་བསྟན་དང་ལོངས་ཞུ་ཐུག་ཡིན་ཟེར་ན་མི་དངོས་གཞི་ཚང་པོ་འདུག་ཡ། དེ་ཡ་ལན་མི་དགོས་ཕ་གི་དོ་བདག་དེ་ཚོ་ལ་ར་འཕྲོད་ཡ་བྱས་ཏེ་ང་བཞིན་ང་དེ་ཚོ་ལ་རྒྱབ་སྐྱོར་ཆེན་པོ་བྱེད་ངེས། ར་འཕྲོད་ཡ་བྱས་ཏེ་རང་ཡིན་འོ་དེ་རིང་དེ་ཚོ་གང་ག་ཐུག་སྣང་ཞེན་ཁུལ་ཚུལ་དུ་རང་ཡིན་ཞོད་ཡིན་ཐུག་ཆེ།
དཔལ་ལྡན་ཞི་ཁྲིའི་བཀའ་ལན་མཆོག། དེ་ནས་གུ་རུའི་ཆོས་བསྡུས་གཞན་ཞིག་ནས། བོད་དོན་ཞུ་གཏུག་དང་འབྲེལ་བའི་ཐོག་ནས། ད་ལྟའི་ལ་སྤྱི་དང། ད་ལྟ་དེ་ལས་ལན་དང་ཨིནྡྲ་ཁའི་མོ་གོ་གསུངས་སོང་ད་ཡིན་ན། དྲི་བ་འདི་ད་ལྟ། བོད་དོན་ཞུ་གཏུག་གིས་རྒྱ་གར་གྱི་བྱང་ཕྱོགས་ཀྱི་འབྲེལ་མཐུད་པ། ཁོང་གིས་མིང་འབོད་གནང་པའི་ཐོག་ནས་ཨེ་ནི་ཁོ་རང་གི་ཕྱག་ལས་ད་ཅིག་ཟུར་དུ་ཅིག་དེ་འདྲའི་བགྲོ་གླེང་འདུག་གནང་གི་ཡོད་ན་ཅིག་དེ་འདྲ་ཅིག་གནང་བསྡད་ཡོད་ས་རེད་འདི་གང་ལ་ཨེ་ནི་སྤྱི་བདེ་བཀའ་བློན་དང་དྲུང་ཆེ་གི་ཧ་གོ་གི་ཡོད་ན་དེ་གསུངས་སོང་ད་ལྟ་བར་དུ་ངས་ནི་ཧ་གོ་མ་སོང་ད་ང་ཚོ་ད་ལྟ་རྒྱ་གར་ནང་ལ་བོད་དོན་ཞུ་གཏུག་གི་འབྲེལ་མཐུད་པ་གཉིས་ཡོད་རེད་ད་ལྟ་ཀུ་རེ་ཅི་ཐུབ་ཆོག་གི་གསུངས་པ་ཞིག་སོང། ཨ་ནི་ཁོ་རང་གིས་ད་ང་ཚོ་བོད་དོན་ཞུ་གཏུག་གི་ཚོགས་མི་འདི་ངས་ཁ་ཚང་ཞུས་པ་ན་ཞིག་རེད་ཁོ་རང་ཚོ་དྭགས་ལང་གི་ཐོག་ནས་འཛུལ་ཞུགས་གནང་གི་ཡོད་རེད་ད་ཡིན་ན་ང་ཚོ་གི་དེ་ལ་ག་ལ་བ་ཁོ་རང་ཚོ་སེམས་ཤུགས་གཅིག་གི་ཐོག་ནས་ང་ཚོ་གི་ད་བོད་མི་སྒྲིག་འཛུགས་ཀྱི་ངོས་ནས་ཕྱི་དྲིལ་ལས་ཁུངས་ཀྱི་ངོས་ནས་ཚོང་དུད་དང་ཟབ་སྦྱོང་ཟླ་དེ་ཚོ་གོ་སྒྲིག་བྱེད་པའི་སྐབས་ལ་ཁོ་ཚོ་ལ་ང་ཚོ་གིས་སྡིངས་ཆ་ཕུལ་ཡ་དང། ལུས་སྟོབས་གོང་སྤེལ་དེ་འདྲ་གཏང་ཅིག་གཏང་ཡ་གི་ཆེད་དུ་ང་ཚོ་གིས་སྡིངས་ཆ་ཕུལ་བ་ཅིག་ཅིག་དེ་འདྲས་དང་ཡང་གལ་སྲིད་ཞུ་གཏུག་བྱེད་ཡ་གི་ཡང་ལས་འགུལ་དེ་འདྲས་ཡོད་པ་ཡིན་ན་ཁོ་ཚོ་དེ་ནང་མཉམ་ཞུགས་བྱེད་ཡ་ད་ད་ལྟ་དམིགས་བསལ་གྱི་འབྲེལ་མཐུད་པ་ལས་འགན་དེ་རྒྱ་གར་ནང་ལ་ཡ་ད་ག་ལ་བ་རེད་ང་ཚོ་བོད་མི་དྭང་བླངས་ཞུ་གཏུག་གི་ཚོགས་མི་ཡོད་པ་དེ་ཚོ་ལ་ཡ། མཉམ་སྒྲུབ་བྱས་པའི་ཐོག་ནས་ཡང་ལས་འགུལ་ག་རེ་ག་རེ་སྤེལ་དགོས་ཀྱི་འདུག་དེ་ཚོ་གི་ད་འགན་གཙོ་བོ་ཅིག་རེད་ད་ཡིན་པ་ཡིན་ན་ཁོང་ཚོ་གི་དེ་ལ་དང་བླང་ཡིན་དུས་གང་ལ་ང་ཚོ་གི་གླ་ཆ་གི་ཕུལ་གྱི་ཡོད་མ་རེད་དེ་ཡིན་དུས་ང་ཚོ་གི་འབྲེལ་བ་དེ་ད་དེང་ང་ཚོ་གི་སྡིངས་ཆ་བསྐྲུན་པའི་སྐབས་ལ་ཁོང་ཚོ་ལ་འབྲེལ་བ་ཅིག་ཆགས་བསྡད་ཀྱི་ཡོད་རེད་ང་ཚོ་གི་ལས་འགུལ་གི་ཆ་ཤས་དང་དེ་ཚོའི་ནང་ལ་ཡང་འཛུལ་ཞུགས་བྱས་པའི་སྐབས་ལ་ང་ཚོ་འབྲེལ་བ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དུས་ད་གཞན་པ་དེ་གི་སྒང་ལ་ཡང་ཁོང་ཚོ་ག་རེ་གནང་གི་ཡོད་མེད་ལ་ཡ་དེ་ད་ང་ཚོ་ལ་ཡང་དེ་འདྲས་ཀྱི་ཁོང་ཚོ་ལ་ཞུ་ཡས་དང་ཨ་ནི་ཡང་དེ་འདྲས་ཀྱི་དབང་ཚད་དེ་ང་ཚོ་ཅིག་ཡོད་པ་ལ་ངས་ངོས་འཛིན་ད་ལྟ་ཞུ་ཐུབ་མི་འདུག་ད་ཡིན་པ་ཡིན་ན་དེ་ཧ་གོ་གི་ཡོད་པས་སོང་ཟེར་དེ་ཧ་གོ་གི་མེད་ཟེར་ནས་དེ་ཞུ་ཡ་ཡིན།